མང་ཆེ་བ་དེ་འདྲ་སློབ་ཕྲུག་གི་གནས་ཚེ་གཉིས་པ་ལ་ངེད་ཀྱིས་ཁྲིད་ཡོད་རེད། བྱས་ཙང་སློབ་ཕྲུག་གནས་ཚེ་གཉིས་པ་ལ་ཡར་གཞི་བཞག་ནས་ནི་དུས་རྩོམ་བྱེ་བྲག་པ་གང་བྱེད་བཞིན་གྱི་ངོ་སྤྲོད་རོབ་ཙམ་བགྱིས་ཞུ་དགོས་བསམ་སོང། ཨ་ནི། ཁྱེད་རང་གིས་སློབ་ཕྲུག་གི་གནས་ཚེ་གཉིས་པ་ལ་ཡར་གཞི་བཞག་ནས།

ལོག་ཚར་བ་ལ་ཡུ་དྭགས་བའོ་ཀ་ལ་ད་ལག་ག་ས་ལགས་ཟ་ཡི་འུ་སི་ན་ཛིན་ལགས་ཟིན་ཨ་ད་ན་ཤིང་གི་སྐུལ་ཚིག་ལ་ཡ་ཀ་ལ་ད་ལ་མི་ལོག་ག་ས་ལོག་ཤ་སྐྱི་གུ་ཤི་ཀ་ཤིག་ལོག་ཤིག་ར་ཨ་ནི་དེ་རྗེས་ལ་ཡ་ཨ་ནི་བྱིན་རླབས་ང་ཚོ་རིན་པོ་ཆེ་ནས་བྱིན་རླབས་ཐོབ་སོང་ལས་བྱོ་ར་བྱིན་རླབས་རག་སོང་ལས་བྱོ་ར་དེ་ཡང་ཨ་ནི་ཟིན་གཉིས་པ་ལ་ཤི་ཤ་ནི་ར་ཨ། བྱིན་གྱིས་བརླབ། མ་འོངས་པ་བྱ་ཞེ་ན་བསླབ་བྱ། བའུ་ར་ལ་ད་བསླབ་པ་བསླབ། བའི་ད་བྱ་བསླབ་བྱ་བྱ་སོ། ལ་ན་ཤིང་གི་ད་ལྟ་བ་ལ་ཡ། སློབ། བྱེད་ར་ལ་ད་ལ་ན་སློབ་བ་སློབ། བའི་ད་བྱ་འབྲས་བུ་ཆེ་ད་བྱེད་སློབ། བྱེད་བྱ་སོ། མ་འོངས་པ་ད་ལྟ་བ་འདས་པ་ལ་ཡ། བའུ་ར་ལ་ད་བསླབ་བ་ས་བསླབ། ས་ཀྱི་དགུ་ཟིན་ན་ཟིན་བསླབ་ཟིན།

ར་ར་ད་ལ་ན་བློན་ན་ད་བློན་ཅ་གི་གུ་ཅི་ག་ཅིག་བློན་ཅིག་ཆ་བཟོ་ཨ། ཨ་ནི་འདི་བྱས་ལ་ཡ། ཆོས་བསྟན་པ། ང་ཚོ་ཆོས་ལ་ལྟོས་དགོས་རེད། འདི་ལ་ལྟོས་དགོས་རེད་ལ་བཟོ་ར་འདི་ར་ལྟོས་འདི། འདི་གི། དུས་རྩོམ་འདི་མ་ཞུས་པ་ཡིན་ན། མ་འོངས་པ་ལ་བརྟེན། བའུ་ས་ད་ལྟ་ན་བསྟན། ཨ་ནི། མ་འོངས་པ་ད་ལྟ་བ་ལ་ཡང་སྟོན། ས་ད་ལྟ་ན་རུ་སྟོན་ན་སྟོན། ད་ན་བཞིན་གྱི། ཨ་འདས་པ་ལ་ཡང་བསྟན། བའུ་ས་ད་ལྟ་ན་ད་བསྟན། ད་ན་བཞིན་གྱི་དཀྱུས་ཚིག་ལ་ཡང་སྟོན། སྟོན་ཅིག། ས་ད་ལྟ་ན་རུ་སྟོན་ན་ད་སྟོན། ལྕགས་ཀྱི་གུ་ཅིག་ག་ཅིག་སྟོན་ཅིག། ཨུན། ལགས་སོ། ཨ་ནི། དེ་ཅི་ལ་ཡ། དྲི་མ་རྣམས། ལེགས་དོ། དྲི་མ་རྣམས། དེ་ཀྱི་དུས་གསུམ་དེ་མ་ཞུས་པ་ཡིན་ན། མ་འོངས་པ་ལ་ཡ། རྣམ། བའོ། ས་ན་ཏཱ་རྣམ་པ་རྣམས། དག་སྣང་བཞིན་གྱི་ད་ལྟ་བ་ལ་སྣོམ། ས་ན་ཏཱ། ན་ན་རོ། སྣོམ། མ། སྣོམ། རོ། དག་སྣང་བཞིན་གྱི་རྣམ། བའོ། ས་ན་ཏཱ་རྣམ། མ། ས་རྣམས། དུས་འདས་པ་ལ།

ཉིད་ཀྱིས་འདི་རྩོམ་མི་ཡིན་ལས་བྱེད་ར། ཉིད་ཀྱིས་དེ་རྩོམ་མི་ཡིན་ལས་བྱེད་ར། འདི་གིས་དུས་རྩོམ་འདི་མ་ཞུས་པ་ཡིན་ན་མ་འོངས་པ་ལ་བ་འོ་ར་ཙ་མ་ཙམ། ད་ལྟ་བ་ལ་ར་ར་ཙ་ཙ་ཙ་ན་རུ་རྩོམ་མ་རྩོམ་ད་ན་བཞིན་གྱི་དེ་བ་ལ་ཙམ་བ་འོ་ར་ཙ་ཙ་མ་ས་ཙམ་པུས་ཚིགས་ལ་ཡ་ར་ཙ་ན་རུ་རྩོམ་མ་ཙ་རྩོམ་ཤ་ཀྱི་གུ་ཤི་ཀ་ཤི་སྐོམ་ཤིག་ར། ཨ་ནི། དེ་ཅི་ལ་ཡ། དྲིས་ཤིང་རྩོད་པ། རྩོད་པ་ལ་ན་ཅི་ཐང་གིས་ང་ཚོ་གི་དགེ་འདུན་པ་གིས་རྩོད་པ་རྩོད་ལས་བྱེད་ར་རྩོད་པ་རེད་དེ། དེ་ཡི་རྩོད་པ་དེ་གི་དུས་གསུམ་དེ་མ་བཞུད་པ་ཡིན་ན། མ་འོངས་པ་ལ་ཡ་བ་འུ་ར་ཛ་ཛ་ཙ་ཐ་ཙི། ད་ལྟ་བ་ལ་ཡ་ར་ཛ་ཛ་ཙ་ན་རུ་རྩོད་ཐ་རྩོད། ད་ན་ཤིང་གི་དེད་པ་ལ་ཡ་བ་འུ་ར་ཛ་ཛ་ཙ་ཐ་ཙི། ད་ན་བྱིན་གྱིས་བསྐུལ་ཚིག་ལ་ཡ་ར་ད་ད་ན་རུ་སྩོལ་ད་སྩོལ། ལྕགས་ཀྱི་གུ་གཅིག་ག་གཅིག་སྩོལ་ཅིག། ར་ཨ་ནི་དེ་ཅི་ལ་ཡ། སོགས་སྐྱབས་ལེགས་དོ། དཔེར་ན་མི་ཅིག་འོ་ནི་མ་ཟ་སྤྲོ་ཡོད་ན་ཁྱེད་རང་གི། ཁྱེད་རང་གི་མི་དེ་ལ་ཡ། མ་ཡ་ཐེན་དེ་དེ་ཆོད་ནས་སོགས་སྐྱབས་ར། དེ་ལ་སོགས་སྐྱབས་ལེགས་དོ། སོགས་སྐྱབས་ཀྱི་དུས་གསུམ་དེ་མ་ཞུས་པ་ཡིན་ན་བ་འུ་ས་ག་ད་ཀ་ཡ་ད་སྐྱབས་བ་སྐྱབས།

ཐིག། སྐྱར་ལེ་བདའ། སྐྱར་ལ་ན། རང་གིས་ང་ཚོ་གི། སྐྱ་བ་དྲུག་ལེ་བདའ། སྐྱར་བ། ཨ་ནི་འདི་གི་དུས་གསུམ་དེ་མ་ཞུས་པ་ཡིན་ན། ད་ནང་ཚོས་གི་ཚིག་སྐྱར་ལེ་ཞེ་ལ། འདི་ཡང་ལེ་བདའ། དཔེར་ན་སྐྱར་སྦྱོང་ཡང་སྦྱོང། ཡང་ནི་ཡང་བདའ། ཡང་སྐྱར་བཤད་དང་ཁྱེད་རང་འགྲིག་མ་སོང། ཡང་སྐྱར། ཡང་སྐྱར། ཡང་སྐྱར།

ནི། དེ་རྗེས་ལ་གནས་ཚིག་གཉིས་པ་ལ་ཞེས་བྱ་ནི། འདིར་རྡོ། སྣུམ་སོགས་བཀུག་པ། བཀུག་པ་ལ་ན། ང་ཚོས་ཀྱིས་དཔེར་ན། མར། མར། མར་འགྲོ་བས་ན། མར་འདི་ང་ཚོ་ལ། བ་ལི་ལ་ཡང་ང་ཚོས་ཆུ་བསྐྱུར་བ། ད་ན་བཞིན་གྱིས་བསྐྱུར་བ་ལ་ན། འདི་ཡང་ལེགས་དོ། དཔེར་ན་ང་ཚོས་ཀྱིས་སྐྱེས་སྐར་དེ་འདྲ་ལ་ང་ཚོས་ཀྱིས།

འདི་ལ་ང་ཚོ་གིས་སྐྱོ་བ་ལ་གུ་ར་འདི་དུས་ཚོད་འདི་མར་ཞུས་པ་ཡིན་ན་མ་འོངས་པ་ལ་ཡང་བ་མོ་ས་ག་ད་ག་ན་རུ་ཀོ། ད་ལྟ་བ་ལ་ཡང་ས་ག་ད་ག་ན་རུ་ཀོ། འདས་པ་ལ་ཡང་བ་མོ་ས་ག་ད་ག་ན་རུ་སྐྱོས་ས་སྐྱོ། ཨ་ནི་ཏུལ་ཚིགས་ལ་ཡང་ས་ག་ད་ག་ན་རུ་སྐྱོས་ས་སྐྱོ། ཤེས་རྒྱུད་གུ་ཤི་ག་ཤི་སྐྱོ་ཤི། ར། ཨ་ནི་ཏི་ཇི་ལ་ཡང་ཕན་ཚུན་ལྟོས། ལྟོས་ལབ་ན། གཅིག་གིས་གཅིག་ལ་ལྟོས་པར་འགྲོ་ཞེས་ལས་ཡོད་ཟེར། འདི་ཡིན་དུས་གསུམ་འདི་མ་ཞུས་པ་ཡིན། མ་འོངས་པ་ལ་ཡང་བ་འུ་ལ་དང་ལྟ་ནོར་ལྟོས་ས་ལྟོས། ད་ལྟ་བ་ལ་ལ་དང་ལྟ་ནོར་ལྟོས་ས་ལྟོས། འདས་པ་ལ་ཡང་བ་འུ་ལ་ལྟ་ནོར་ལྟོས་ས་ལྟོས། སྐུལ་ཚིག་ལ་ཡང་ལ་དང་ལྟོས་ས་ལྟོས། བཤད་རྒྱུད་ཀུ་ཤི་ཀ་ཤི་ལྟོས་ཤིག་བྱ་སོ།

ལ་སོགས་ཨ་ནི་ཏི་ཅི་ལ་ཡང་ཕྲེང་བ་སོགས་རྒྱུད་ལས་ཀྱི་བ་ཏི་མ་འོངས་རྒྱུད་ལ་ན་ཕྲེང་བ་དེ་འདྲའི་བྱས་ནས་ད་ཕྲེང་བ་མ། གལ་སྲིད་ཕྲེང་བ་འདི་མེད་པ་ཡིན་ན་ཕྲེང་བ་ང་ཚོ་རེ་རེ་བྱས་ནས་གོ་གོ་དེ་རེ་རེ་བྱས་ནས་ང་ཚོ་རྒྱུད་རྒྱུད་བ་ཏི་གི་མ་འོངས་པ་དུས་གསུམ་དེ་གར་ར་བཞུགས་པ་ཡིན་ན་མ་འོངས་པ་ལ་བའོ་ར་ག་ད་ཀ་ཡ་ད་གེ་ཤམ་བཞུགས་རྒྱུ།

བསྟན། མ་འོངས་པ་ལ་ཡང་བའུ་ས་དང་ད་རིང་པོ་བསྟན་ན་བསྟན། ནི། ད་ལྟ་བ་ལ་ཡང་ས་དང་རིང་པོ་བསྟན་ན་བསྟན། ནི། འདས་པ་ལ་ཡང་བའུ་ས་དང་ད་རིང་པོ་བསྟན་ན་དང་བསྟན། ནི། དཀྱུས་ཚིག་ལ་ཡང་ས་དང་རིང་པོ་བསྟན་ན་དང་བསྟན། ཅེས་དཀྱུས་པོ་གཅིག་ག་ཅིག་བསྟན་གཅིག་རོ། ནི། འཇིག་པ། ཏིག། ཏིག་གི། དུས་གསུམ་དུ་མ་ཞུས་པ་ཡིན་ན། མ་འོངས་པ་ལ་ཡང་བའུ་ས་དང་ཏིག་ག་ཏིག། ནི།

བའོ། ས་དང་དང་ཞིམ་དུ་དུར་ར་དུར། ཨ་ནི། ད་ལྟ་བ་ལ་ཡང་ས་དང་ཞིམ་དུ་དུར་ར་དུར། ཨ་ནི། འདས་པ་ལ་ཡང་བའོ་ས་དང་ཞིམ་དུ་དུར་ར་དང་དུར། ཨ་ནི། སྐུལ་ཚིག་ལ་ཡང་ས་དང་ཞིམ་དུ་དུར་ར་དང་དུར། ལྕགས་ཀྱི་གུ་གཅིག་ཀ་གཅིག་དུར་གཅིག། ར། ཨ་ནི། འདི་བྱས་ལ་ཡང། སྔགས་དང་གྲོ་སོགས་བརྡུང་བ།

རྩིག་པ་སོགས་རྩིག་པ་རྩིག་པ་ང་ཚོ་རྩིག་པ་དེ་འདྲའི་རྩིག་གི་དོ་སྣང་གལ་ཆེ་འདུག་རྩིག་པ་རྩིག་གི་དོ། འདི་ལ་རྩིག་པ་རྩིག་གི་དུས་གསུམ་འདི་ཞུས་པ་ཡིན་ན། བ་འུ་ར་བཛྲ་ཡི་གུ་རྩིག་ག་རྩིག། ད་ལྟ་བ་ལ་ཡ་ར་བཛྲ་ཡི་གུ་རྩིག་ག་རྩིག། འདས་པ་ལ་ཡ་བ་འུ་ར་བཛྲ་ཡི་གུ་རྩིག་ག་ས་རྩིག། དབུས་ཚིག་ལ་ཡ

དུས་གསུམ་དེ་མ་ཞུས་པ་ཡིན་ན་མ་འོངས་པ་ལ་ཡང་བོང་ས་ལ་སེལ། མ་འོངས་པ་ཇི་སྲོག་ད་ལྟ་བ་ལ་སེལ་ས་འབྲིང་པོ་སེལ་ལ་སེལ། འདས་པ་ལ་བོང་ས་ལ་ད་སེལ། སྐུལ་ཚིག་ལ་ཡང་ས་ན་རུ་སོད་ལ་ད་སོལ། ཅེས་བགྱི་དགོས་གཅིག་ཀ་གཅིག་སོལ་གཅིག་རེད་དོ། ཨཱ་ནི། དེ་ཅི་ལ་གོལ་བཏབ་བཏབ་པར་རོ། དེ་ཀྱི་དུས་གསུམ་དེ་མ་ཞུས་པ་ཡིན་ན་བོང་བུ་ལ་ད་བཏབ་པ་བཏབ། མ་འོངས་པ་ད་ལྟ་བ་དེ་ལ་ཡང་ལ་ད་རིང་པོ་བཏེབ་པ་བཏེབ། ཨཱ་ནི།

ནི། དཀྱུས་ཚིག་ལ་ཡང་ལ་དང་རྡོག་ཁ་ཚ་རྡོག། ཤེས་རྒྱུད་ཀུ་ཤི་ཀ་ཤིག་རྡོག་ཤིག་ར། ཨ་ནི། ཡང་ཡང་འདབ་པ་ར། འདབ། ང་ཚོ་འདབ་བརྡ་བཏང་བ་ཚང་མ་བཟོས་འདུག་ང་ཚོ་དེང་དུས་འདབ་བཏང་གི་འདུག་འདི་འདབ། འདབ་བརྡ་ལ་ཡོད་དོ། འདི་གི། མ་འོངས་པ་ལ་ཡང་བའོ་ལ་དང་འདབ་བ་འདབ། ཨ་ནི། ད་ལྟ་བ་ལ་ཡང་ལ།

ཐེ་ཚོམ་དེ་མ་ཞུས་པ་ཡིན་ན། མ་འོངས་པ་ལ་ཡང་བའུ་ར་ག་དང་གའི་དང་རྒྱག་པ་རྒྱབ། ཨ་ནི་ད་ལྟ་བ་ལ་ཡང་ར་ག་དང་གའི་དང་རྒྱག་པ་རྒྱག། འདས་པ་ལ་བའུ་ར་ག་དང་གའི་དང་རྒྱག་བ་ཙ་རྒྱབ། དཀྱུས་ཚིག་ལ་ཡང་ར་ག་དང་གའི་དང་རྒྱོབ་བ་ཙ་རྒྱོབ། ཤིག་གི་གུ་ཤིག་ག་ཤིག་རྒྱོབ་ཤིག་ལས་དོ། ཨ་ནི་དེ་བཞིན་ལ་རྣ་ལོངས་སུ། གྱེན། ཐོན་པར་རོ། སྟེགས་ཀྱི།

སྤྱི་བཏང་གི་ང་ཚོ་གི་དེ་འདྲའི་རྟགས་ནི་ཡ་ང་ཚོ་ལམ་སང་ཤེས་ཀྱི་མི་འདུག་ར། དེ་ལ། ཁྱེད་རང་གིས་ག་འདྲའི་རོའུ་ཞིག་བཏང་འོ་འདུག་ལ་ན། ཡང་སེ་ཡང་སེ་ཁྱེད་རང་གི་བློ། ལ་ན་ཞིག་ནི་ཡང་སེ་ཡང་སེ་ཁྱེད་རང་གི་དྲི། ར། ཆེས་གསར་བའི་ཞིག་ལ་བློ། གལ་སྲིད་དོན་དག་འདི་དཀོན་པ་དང་དོན་དག་འདི་ཚེ། ར། བློ་དང་དྲི་དེ་འདྲའི་ཆེ་ན་ཁྱེད་རང་གི་ཀླད་པ་ལ་ཡ་ག་འདྲ་ཡིན། ག་གི་ཐོག་ནས་ཁྱེད་རང་ཡག་པོ་འགྲོ་བཞིན་དེ་ཡི་འདུག་ད་དུས་གསུམ་སྦྱང་སྟངས་འདི་དེ་འདྲ་རེད་ཤ།